ལུས་རྗེའི་གདུང་བ་ཡི་ལེའུ་ལྔ་པ། ལྷན་གྱི་རྣམ་པ་ཡོ་སེབ་ཀྱིས་རྒྱལ་པོ་ཡི་སྨོན་ལམ་འགྲེལ་བཤད་བརྒྱབ་པ་དང་ཨེ་ཇེབ་ནང་དུ་མགོ་ཁྲིད་བྱ་བའི་ལུས་རྗེ་དེ་ལྟ་གི་ཡིན། ལོ་གཉིས་ཀྱི་རྗེས་སུ་ཨེ་ཇེབ་རྒྱལ་པོ་ལ་སྨོན་ལམ་ཞིག་བྱུང་བ་དང་ཁོང་ན་ཨེལ་གཙང་པོ་འཁྲིས་སུ་ལོག་བསྡད་པ་རེད། གཙང་པོ་ཡི་ནང་ནས་བ་ཆུ་འཇམ་པོ་དང་རྒྱ་པ་བདུན་འཐེན་ཏེ་ཆུ་འགྲམ་དུ་རྩྭ་ཟ་བ་རེད། དེའི་རྗེས་སུ་གཙང་པོ་དེ་ཉིད་བར་སྦྱོར་གཞན་བསྡོམས་ཐེངས་ཡོང་བ་དང་ཁོ་ཚོ་བར་སྦྱོར་རྒྱག་པ་དེ་ཚོ་དང་མཉམ་དུ་ལངས་པ་རེད། བར་སྦྱོར་དེ་ཚོ་ནི་མདོག་ངན་དང་ཤ་སྐམ་པོ་ཡོད་པ་རེད། དེ་ནི་བར་སྦྱོར་སྐམ་པོ་དེ་ཚོ་ཡིས་བར་སྦྱོར་རྒྱག་པ་དེ་ཚོ་ཟ་བ་དང་དེ་ནི་རྒྱལ་པོའི་རྨི་ལམ་ནས་གཉིད་སད་པ་རེད། ཡང་རྒྱལ་པོ་ནི་ཁུག་ནས་སྨོན་ལམ་གཞན་ཞིག་བྱུང་བ་དང་རྩ་བ་གཅིག་ནས་བྱུང་བའི་སྙེ་མ་དུམ་ཐེངས་ཡོང་བ་དང་སྙེ་མ་དེ་ཚོ་ནི་འབྲས་བུ་ཡིས་གང་ཡོད་པ་རེད། དེའི་རྗེས་སུ་ཡང་སྙེ་མ་གཞན་དག་བདུན་བྱུང་བ་དང་སྙེ་མ་དེ་དག་ནི་ཤར་རླུང་གིས་བཀང་ནས་སྐམ་པོ་ཡོད་པ་རེད། སྙེ་མ་སྐམ་པོ་བདུན་གྱིས་སྙེ་མ་ཡག་པོ་བདུན་པོ་དེ་ཆོ་མེད་བཏང་བ་དང་དེ་ནི་ཁུག་ནས་བསྲེགས་པ་དང་དེ་ནི་སྨོན་ལམ་ཡིན་པ་ཧ་གོ་བ་རེད། སྔ་དྲོ་རྒྱལ་པོ་ཡི་ཐུགས་མ་བདེ་བས་ཨེ་ཇེབ་ཀྱི་གཟི་ཁྲི་བསྟན་མཁན་དང་མཁས་པ་རྣམས་སྨོན་ལམ་དེའི་འགྲེལ་བཤད་བརྗོད་པའི་ཆེད་དུ་སྐད་བཏང་བ་རེད། ཁོང་གིས་དེ་ཚོ་ལ་སྨོན་ལམ་དེ་བཤད་པ་དང། འོད་ཀྱང་ཁོ་ཚོ་སུ་གཅིག་གིས་སྨོན་ལམ་དེའི་འགྲེལ་བཤད་བརྗོད་ཐུབ་མེད། དེ་ནས་དགུང་ཆོངས་ཕེན་ཁེ་ཅིས་རྒྱལ་པོ་ལ། ངས་ནང་འཁྲིད་ཞིག་བྱས་ཤག་དེ་རིང་ངས་ངོས་ལེན་བྱེད་ཀྱི་ཡིན་ཞེས་བཤད་པ་རེད། ཞེས་པ་ལྕགས་མཁན་དང་ངེད་གཉིས་ཀྱིས་ནད་པ་བྱེད་པའི་རྐྱེན་གྱིས་རྒྱལ་པོ་ཐུགས་འཁྲུགས་ནས་ངེད་གཉིས་ཕུག་རོན་སྐྱོང་མཁན་གྱི་མགོ་པ་ཡི་ཁང་པའི་ནང་དུ་བཙན་ཁང་དུ་བླུགས་བྱུང། ཚེས་གཅིག་ལ་ངེད་གཉིས་ཀྱིས་དེ་མི་འདྲ་བའི་རྨི་ལམ་རེ་རེ་མཐོང་བ་རེད། ཧི་པི་རུ་གཞུང་རྣམས་ཞེས་ང་ཚོ་དང་མཉམ་དུ་རྩེད་ཁང་ནང་དུ་ཡོད་པའི་ཁོང་ནི་དམག་དཔོན་ཆེན་པོ་ཡི་བྲན་གཡོག་ཞིག་རེད་འདུག་ཁོས་ང་ཚོའི་སྨོན་ལམ་འགྲེལ་བཤད་བརྒྱུད་བྱུང། ཁོང་གིས་བཤད་པ་ཚང་མ་དངོས་གནས་བྱུང་བ་རེད་ང་ལ་ཁྱེད་ཀྱིས་སྔར་བཞིན་ལས་འགན་དེ་ཡོངས་ཆ་གནང་བ་དང་བོད་ཀྱང་ཞལ་འཕགས་ཟུར་མཁན་དེ་གསོལ་བསྩོལ་བཏང་བ་རེད། དེ་ནས་རྒྱལ་པོ་ཡིས་ཡོ་སེབ་བརྩེ་གོང་ཕྱི་ལོགས་ལ་བསྟན་དགོས་ཟེར་བས་བཀའ་གསུང་མ་ཐག་ཏུ་གོང་བརྩེ་གོང་ཡི་ཕྱི་ལ་བསྟན་པ་དང་སྐྲ་བཞར་ནས་དུ་ལོག་རྗེས་པ་བརྒྱད་པ་དང་རྒྱལ་པོ་ཡི་དྲུང་དུ་ཁྲིད་ཡོང་བ་རེད། དེ་ནས་རྒྱལ་པོ་ཡིས་ཁོང་ལ་ངས་སྨོན་ལམ་ཞིག་གཏོང་བྱུང་བས། དེ་ཡི་འགྲེལ་བཤད་མི་སུ་གཅིག་གིས་བརྗོད་ཐུབ་ཀྱི་མི་འདུག་འོས་ཀྱང་ཁྱེད་ཀྱི་སྨོན་ལམ་ལ་འགྲེལ་བཤད་རྒྱག་གི་ཡོད་པ་ངས་གོ་ཐེག་བྱུང། དེ་ནས་ཡོ་སེབ་ཀྱིས་རྒྱལ་པོ་ལ་ཞུས་པ། ངས་དེ་བྱེད་ཐུབ་ཀྱི་མ་རེད་འོས་ཀྱང་དཀོན་མཆོག་གིས་ཁྱེད་ཀྱི་རྨི་ལམ་ལ་འགྲེལ་བཤད་རྒྱུ་གནང་གི་རེད་ཞེས་ཤོད་པ་རེད། རྒྱལ་པོ་ཡིས་ཡོ་སེབ་ལ་རྨི་ལམ་ཚང་མ་བཤད་པ་དང་འོས་ཀྱང་རྨི་ལམ་དེ་ཚོའི་གཟི་བརྗིད་ཀྱི་འགྲེལ་བཤད་རྒྱུ་ཐུབ་ཀྱི་མི་འདུག་ཞེས་གསུངས་པ་རེད། ཡོ་སེབ་ཀྱིས་རྒྱལ་པོ་ལ་ཤོད་པ་སྨོན་ལམ་དེ་གཉིས་ཀྱི་སྟེང་གཅིག་པ་རེད། མ་འོངས་པར་དཀོན་མཆོག་གིས་གང་གནང་འདོད་ཡོད་པའི་དེ་ཡི་སྐོར་ཁྱེད་ལ་བསྟན་གནང་ཡོད། བ་རྒྱོ་རྒྱ་པ་ལྡུམ་དང་ཉི་མ་འབྲུ་ཡིས་གང་ཡོད་པ་དེ་ནི་སྟེང་གཅིག་པ་རེད། ལོ་ལྡུམ་ཡི་རིང་ལ་ལུ་ཐོ་ཕུན་སུམ་ཚོགས་པ་ཡོང་གི་ཡིན་པའི་སྟེང་དེ་རེད། རྗེས་སུ་འཐེན་ཡོང་པའི་བ་སྦྱོར་སྐམ་པོ་ལྡུམ་དང་རྗེས་སུ་སྐྱེས་ཡོང་བའི་སྙེ་མ་སྐམ་པོ་ལྡུམ་དེ་ནུས་ལྡན་སྐྱེས་པ་ཡིན་པས་ལོ་ལྡུམ་གྱི་རིང་ལ་མི་བགྱིད་ཡོང་གི་ཡོད་པའི་དོན་དེ་རེད། ངས་ཁྱེད་ལ་ཤོད་པ་ལྟར་མ་ཧོང་པའི་དུས་སུ་དཀོན་མཆོག་གིས་ག་རེ་གནང་འདོད་ཡོད་པ་དེའི་སྐོར་ཁྱེད་ལ་བསྟན་གནང་གི་ཡོད། ཨི་ཇིབ་ཡིག་ཡོངས་ལ་ལོ་ལྡུམ་རིང་ལ་བརྟན་ཐོག་ཡག་པོ་ཡོང་གི་རེད། དེའི་རྗེས་སུ་མི་རྣམས་ཀྱིས་བརྟན་ཐོག་ཡག་པོ་བྱུང་བའི་ལུགས་དེ་དྲན་པ་བརྗེད་ཀྱི་རེད། གང་ལ་ཟེར་ན། ལུགས་བདུན་གྱི་མི་སྒེར་ཅན་གྱི་ཨེ་རྒྱབ་ནང་དུ་ནད་ཅན་ཆེན་པོ་བྱུང་སྟེ་སྟོང་པ་ཆགས་ཀྱི་རེད། ཨེ་རྒྱབ་ཡའི་ནང་དོ་དམ་བྱེད་པའི་ཆེད་དུ་རྒྱ་བོད་ཕྱེད་ཀྱིས་སྨན་གྲངས་འབོར་དང་མཁས་པ་ཁ་ཤས་བདམས་གནང་དགོས། ཁོང་གིས་ཡོ་སེབ་ལ་དཀོན་མཆོག་གིས་ཁྱེད་ལ་བྱ་བ་དེ་ཚོའི་སྐོར་མངོན་པར་མཛད་པ་དང་ཁྱེད་དང་འདྲ་བའི་མིའི་བསླུ་བྲིད་ཅན་དང་གྲོང་པོ་སུ་ཡང་མེད་པས། ད་ངས་ཁྱེད་ལ་ཨེ་ཇེབ་ཡོངས་ཀྱི་སྤྱི་ཁྱབ་པ་བསྐོས་བཞག་གནང་གི་ཡིན་ཞེས་གསུངས་པ་རེད། རྒྱལ་པོ་ཡིས་རང་གི་མཛུབ་མོ་ནས་ཐིག་རྩི་བརྗོད་ཡོད་པའི་མཛུབ་གུག་ཞིག་འཐེན་ཏེ་ཡོ་སེབ་ཀྱི་མཛུབ་མོ་ལ་བསྐོན་པ་དང་རྗེས་འཆང་ལེགས་པོ་སྤྲད་ནས་གསེར་གྱི་སྐུ་དག་ཞིག་ཁོང་ལ་བཏགས་པ་རེད། ལོ་ཟླུམ་རིང་ལ་ས་གཞི་ནས་སྟན་ཐོག་མང་པོ་སྐྱེས་པ་དང། དེ་ཚོ་ཚང་མ་ཡོ་སེབ་ཀྱི་ས་ནས་གྲོང་ཁྱེར་རེ་རེ་ཡི་ཡི་འཁོར་ལ་ཡོད་པའི་ས་གཞི་ནས་འཐེན་པའི་སྟན་ཐོག་ཚང་མ་རང་རང་གི་གྲོང་ཁྱེར་ལ་བཞག་པ་རེད། ཨི་ཇེབ་པི་ཡི་ནང་དུ་སྟན་ཐོག་ཡག་པོ་འཐེན་བའི་ལོ་ཟླུམ་དེ་རྫོགས་པ་དང། ཡོ་སེབ་ཅེས་སྨྲས་པ་ནང་བཞིན། མིག་གིས་ལུས་བསྡོམས་ཏེ་མགོ་བཙུགས་པ་དང་ཡུལ་གཙང་མ་ལ་མི་དགེའི་ཕྱོགས་ཡོད་ནའང་ཨི་ཇིབ་པའི་ཡོངས་ལ་བཟའ་ཆས་ཡོད་པ་རེད། དེ་ནས་ཨི་ཇིབ་ཀྱི་ཡིད་མོས་ཚོང་མ་ཡིས་ཁ་ལག་རྫོགས་པ་དང་གྲི་གུག་བཏུགས་ནས་རྒྱལ་པོ་ལ་ཕྱིན་པ། རྒྱལ་པོ་ཡིས་ཡུལ་མི་རྣམས་ལ་ཡོ་སེབ་རྩྭ་སོང་ནས་ཁོང་ཤེས་པ་ནང་བཞིན་བྱེད་དགོས་པའི་བཀའ་གནང་བ་རེད། མི་དགེ་དེ་ཤིན་ཏུ་གདུག་པའི་རྐྱེན་གྱིས་ཡིད་ཁང་ཀུན་ནས་མི་ཚང་མ། ཡོ་སེབ་ཙཱས་ཨི་ཇིབ་ཡིད་ལ་འགྲོ་མྱོང་བ་ཡོང་བ་རེད།